མང་ཚོགས་ཀྱིས་ང་ལ་ཡང་སྲིད་སྐྱོང་གི་འགན་བསྐུར་བ་ཡིན་ན། ནི་བོད་ཀྱི་ཐུན་མོང་མ་ཡིན་པའི་ནང་ཆོས་དང་རིག་གཞུང་གཅེས་ཉར་གྱི་ཐོག་ལ་ང་ཚོས་ག་རེ་བྱེད་ཀྱི་རེད་བཤད་དེ། བསྐལ་པ་དེ། བོད་ཀྱི་རིག་གཞུང་ནི་ང་ཚོའི་འཚོ་གནས་དང། འཐབ་རྩོད་ཀྱི་སྲོག་ཤིང་ཡིན་ལ། བོད་ཀྱི་རིག་གཞུང་གི་སྙིང་པོ་ནི་ནང་ཆོས་ཀྱི་ལྟ་གྲུབ་གཞི་རྩར་བཞག་སྟེ་གྲུབ་ཡོད། དགོན་སྡེ་ཁག་ནི་ང་ཚོའི་སྤྱི་ཚོགས་གནས་ཐུབ་མི་ཐུབ་ཀྱི་འགག་རྩ་ཡིན་ཞིང་ནང་ཆོས་དང་རིག་གཞུང་སྐད་ཡིག་བཅས་པ་རྒྱུན་འཛིན་དང་གོང་འཕེལ་དུ་གཏོང་རྒྱུའི་ཐད་ལའང་དགོན་སྡེ་ཁག་གིས་ནུས་པ་གཟེངས་སུ་ཐོན་པ་བཏོན་ཡོད་ལ་བོད་དོན་འཐབ་རྩོད་ཀྱི་མར་རྩར་གྱུར་ཡོད་པས་བོད་མིའི་སྒྲིག་འཛུགས་ཀྱི་ངོས་ནས་སྤྱི་སྙོམས་དྲང་བདེན་གྱི་དམ་བཅའ་གཞིར་བཟུང་རིས་སུ་མ་ཆད་པའི་དགོན་སྡེ་གྲྭ་ཚང་དང་ཆོས་ཚོགས་རིག་གཞུང་ལྟེ་གནས་ཁག་ལ་འབྲེལ་གཏུག་དང་དངོས་ཡོད་གནས་ཚུལ་ལ་གཞིགས་ཏེ་མཐུན་འགྱུར་གང་ཡོད་ཞུ་རྒྱུ། ཁ། སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་དང་ཆོས་བརྒྱུད་ཁག་གི་དབུ་ཁྲིད་བླ་ཆེན་རྣམ་པས་བཙན་བྱོལ་སྤྱི་ཚོགས་ནང་ཆོས་བརྒྱུད་རིས་མེད་ཀྱི་དགོན་སྡེ་ཁག་བསྐྱར་གསོ་གནང་ཐུབ་ཡོད་པ་ཙམ་དུ་མ་ཟད། ནང་ཆོས་ལ་དད་མོས་ཡོད་སའི་འཛམ་གླིང་ཁྱོན་དུ་ནང་པའི་ཆོས་ཚོགས་མང་པོ་ཞིག་གསར་འཛུགས་གནང་ཐུབ་པ་བྱུང་སྟེ་བོད་བརྒྱུད་ནང་བསྟན་འདི་ནང་པའི་ཡུལ་ཁམས་ལས་བརྒལ་ཏེ་འཛམ་གླིང་ཧྲིལ་པོར་དར་ཁྱབ་བྱུང་བ་མ་ཟད་བོད་ཀྱི་རིག་གཞུང་དང་གནས་སྟངས་ངོ་སྤྲོད་ལའང་བྱས་རྗེས་རླབས་ཆེན་བཞག་ཡོད་པ་དེ་དག་གི་བཀའ་དྲིན་དྲན་པའི་ཐོག་ནས་དགའ་ལྡན་ཕོ་བྲང་ཡིག་ཚང་གིས་གཙོས་པའི་རིས་མེད་ཆོས་བརྒྱུད་ཁག་གི་སྤྱི་སྨན་ལས་གཞི་དང་ལས་འཆར་ཁག་ལ་རམ་འདེགས་གང་ཡོང་ཞུ་རྒྱུ་ག་པ། བོད་བརྒྱུད་ནང་བསྟན་དང་ནང་པའི་ཡུལ་ལུང་གཞན་དབར་འབྲེལ་ལམ་ཤུགས་ཆེར་ཡོང་ཐབས་སུ་མཐུན་འགྱུར་ཞུ་རྒྱུ་དང། འཛམ་གླིང་ཡུལ་གྲུ་སོ་སོར་ཡོད་པའི་ཆོས་ཚོགས་ཁག་ཕན་ཚུན་འབྲེལ་གཏུག་དང་མཉམ་རུབ་ཡོང་བར་སྐུལ་འདེད་དང ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་དགོངས་གཞི་ལྟར་ཆོས་ཚོགས་དེ་དག་ནང་ཆོས་སློབ་གཉེར་དང་ཉམས་ཞིབ་ལྟེ་གནས་སུ་འགྱུར་ཐབས་ལ་སྐུལ་འདེད་གཏོང་རྒྱུ། ལྔ་པ། སྒྲིག་འཛུགས་ཀྱི་ངོས་ནས། མཐུན་རྐྱེན་གཞན་སའི་དགོན་སྡེ་སོ་སོའི་གྲྭ་བཙུན་ཡོངས་ལ། སྔོན་འགོག་རང་བཞིན་གྱི་སྨན་བཅོས་དང་ལུས་ཁམས་བདེ་སྲུང་གི་སྒྲིག་བཀོད་མཐུན་འགྱུར་ཞུ་རྒྱུ། ཆབ་པ་འདིར་ཡང་མི་སྒེར་དང་ཚོགས་སྡེ་ཁག་གི་བོད་ཀྱི་སྒྱུ་རྩལ་དང་རིག་གཞུང་གོང་སྤེལ་གྱི་བྱེད་སྒོ་ཁག་ལ་དགོས་ངེས་ཀྱི་རོགས་རམ་ཅི་དགོས་ལ་མཐུན་འགྱུར་གང་ཡོད་ཞུ་རྒྱུ་ཡིན། ཉེས་པ། སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་དང་བསྟན་འཛིན་གྱི་སྐྱེས་ཆེན་དམ་པ་སྐུ་ཚེ་ཞབས་པད་བརྟན་པ་དང། བོད་ཀྱི་སྤྱི་མཐུན་བསོད་ནམས་སོགས་ལས་སྤྱི་རིམ་ཁག་སྐབས་དུས་སོ་སོར་སྨིན་སྒྲུབ་ཞུ་རྒྱུ།